ཨོ་ལ་སོགས་ད་ད་ད། དངོས་གཞིའི་འོས་ཤོག་སླེབས་ལ་ཉེ་བ་ཡིན་པ་སོང་ཙང་སྐབས་བཅོ་བརྒྱད་པའི་སྤྱི་འཐུས་ཀྱི་དངོས་གཞིའི་འོས་གཞི་དེ་སླེབས་ལ་ཉེ་བ་ཡིན་པ་སོང་ཙང་གུས་པས་བརྙན་ཐུང་བཟོས་ན་དྲན་སོང། ད་དང་པོ་དེ་དབུས་གཙང་མང་ཚོགས་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་ལས་དྲག་མོ་ཞུ་གི་ཡོད། ཨ་ནི་གུས་པའི་མིང་ལ་ལྷག་པ་ཚེ་རིང་ཟེར་གི་ཡོད། ཨ་ནི་མང་པོ་ཞིག་མཁྱེན་དགོས་བ་རེད་མང་པོ་ཞིག་ཡང་མཁྱེན་དགོས་ཀྱི་མ་རེད་ཁ་སིན། སྔོན་འགྲོའི་སྐབས་ལ་ཆུ་རྒྱུས་དང་ཆོ་ག་གཉིས་ཀ་ནས་ལངས་པ་ཡིན། རྗེས་ལ་གྲུབ་འབྲས་དང་དུས་ཚོད་ནི་སྤྱི་དང་ཡག་ཐག་གཅོད་གཉིས་ཀའི་ལ་ཡག་ཐག་གཅོད་དོ་དེ་ཡིན་པ་ཡིན་ནས་ཆུ་རྒྱུས་ཀྱི་ད་འོས་ཤོག་དེ་རག་རྒྱུ་མེད་པ་དཔེ་ཆ་གསལ་པོ་ཆགས་ཚར་བ་རེད་དེ་འདྲ་སོང་ཙང་མུ་མཐུད་ནས་ཆོ་གའི་སྒང་ལ་ཐུགས་སུ་ལངས་པ་ཡིན།

བཙན་བྱོལ་བོད་གཞུག་གི་ལྟ་བ་ལངས་ཕྱོགས་དང་མ་འགལ་རྐྱེན། གྲོས་ཚོགས་ཚུགས་པའི་སྐབས་ལ། གང་ལྟར་བོད་རྒྱལ་ཁབ་དང་མི་རིགས་ལ་ཕན་པའི་གནས་ཚུལ་ཅིག་བྱུང་སོང་ན། གང་ཟག་ལ་མ་བལྟས་ནས། དངོས་པོའི་གནས་ཚུལ་ལ་ལྟ་བའི་ཐོག་ནས་དྲི་བ་དྲིས་ལན་བྱེད་དགོས་ཡིན་ནས་འདྲ། གསལ་བཤད་ཞུ་ཡ་ཡིན་པ་ཡིན་ནས་འདྲ། དྲི་རྩད་ཞུ་ཡ་ཡིན་པ་ཡིན་ནས་འདྲ། ག་རེ་ཅིག་ཞུ་དགོས་ཀྱི་ཡོད་པ་ཡིན་ནས་འཆར་སྒོ་ག་རེ་ཅིག་ཕུལ་དགོས་ཀྱི་ཡོད་པ་ཡིན་ནས་དེ་ལ་ཡང་དངོས་གནས་མ་ལན་མ་བསྐྱོད་མེད་པ་ཅིག་གི་ཆ་ཤས་ལན་ཡག་གི་ཐག་གཅོད་དེ་གཙང་མ་ཡིན། ཨོ་སྡུག་ཅིག་ནི། ཨ་ནི། ལངས་ཕྱོགས་དང། དེའི་སྒང་ཟེར་ཏེ། གྲོས་ཚོགས་ཀྱི་ཚོགས་འདུ་ཚོགས་པའི་སྐབས་ཀྱི། འཆར་གཞི་དེ་ཞུས་ཚར་ཡིན། ད་དེ་ནས། ང་རང་རང་གི། དེའི་སྒང་ལ། ང་ལྷག་པ་སེང། ལངས་ནས་ཨ་ནི་ཁྱེད་རང་ལ་དམིགས་བསལ་གར་ཆེ་ཡག་ཡོད་ལབ་ཡོང་འདོད། ད་ལོ་ནི་ཉི་ཤུ་རྩ་དྲུག་གི་དགེ་རྒན་བྱས་པའི་ཉམས་མྱོང་དང་བོད་པའི་གཞོན་ནུ་ཚོ་མཉམ་དུ་སྒྲོག་འགྲིག་བྱས་པ་བོད་པའི་ཕ་མ་ཚོ། དགེ་རྒན་ཚོ། ཕ་ཚབ་མ་ཚབ་ཚོ། སླབ་གྲ་ཁག་གི་ལས་བྱེད་ཚོ་མཉམ་དུ་སྒྲོག་འགྲིབ་བྱས་པ་དང། ལམ་སྟོན་ཞུ་བ་དང་ཚོགས་འདུ་མང་པོ་ཚོགས་པ་ལ་བརྟེན་ནས། ཨ་ནི། ད་ལྟ་ག་རེ་ཡོད་ཟེར་ལབ་པ་ཡིན་ན། ང་ཚོའི་སྐད་དང་རིག་གཞུང་སྒང་ལ། བོད་པའི་སྐད་དང་རིག་གཞུང་སྒང་ལ་དཀའ་ལས་རྒྱབ་ཡག་གི། ད་རྩལ་བཏོན་ནས་དཀའ་ལས་རྒྱག་ཡག་དེ་རྒྱག་གི་ཡིན། འོ་དེ་གཅིག་ཞུ་བ་ཡིན། ད་འདི་ངས་ཏན་ཏན་ཐུགས་རྒྱ་ཆེ་རྒྱ་ཐུག་རེད་དེ་འདྲས་སོང་ཙང་ད་ང་རང་ཚོ་བོད་ལུང་པ་ཕན་མ་གཏོགས་ནས་ནད་ཡམས་བྱུང་ནས་མོ་གེ་བྱུང་ནི་ང་ཚོ་ཡོང་ཞབས་ཀྱི་མ་རེད་ང་ཚོ་འཕྲལ་སེལ་མིའི་ལུང་པ་ལ་ཡོང་ནས་ཨ་ནེ་རང་རྒྱལ་ས་ནས་ཡར་ལང་གི་ཡིན་ཇི་སྲིད་ཨ་ནེ་བོད་ཀྱི་གནད་དོན་མ་སེལ་བ་བར་དུ་བདེན་མཐའ་མ་སེལ་བ་བར་དུ་ཨ་ནེ་མིའི་ལུང་པ་ལ་གསོན་པོ་བྱས་གནས་གི་ཡིན། གྲངས་མ་ཉམས་གྲུབ་མ་ཤར་བར་མ་ཞིག་པར་འདེགས་ཀྱི་ཡིན། ལབ་མཁན་གྱི་ང་ཚོ་མི་རིགས་དེར་བ་འདི་ཡིན་པ་སོང་ཙང་འདི་ཡིན་པ་གཞི་བཞག་གི་ཐོག་ནས། བཙན་བྱོལ་གཞན་ཕ་ནང་བཞིན་གཅིག་གི་ལུང་པ་གཅིག་ལ་མི་ཚེ་བསྐྱལ་ས་རག་པ་རག་ཡ་གཅིག་བྱུང་སོང་ན་འདི་ཙམ་གྱི་འགྲིག་པ་མ་ཡིན་ངས་བྱས་ནས་གང་ལྟར་རྒྱལ་ཁབ་དང་མི་རིགས་ཀྱི་དོན་དག་དེ་མ་འགྲུབ་བར་དུ་ང་ཚོའི་སྒྲུབ་བྱེད་དངོས་གནས་དེ་འགྲུབ་ཡོད་མ་རེད་དེ་འདྲས་སོང་ཙང་ཇི་སྲིད་གནས་བབ་འདི་སྲིད་བར་དུ་གང་ལྟར་ང་ཚོ་ཕྱི་ལོག་འདས་དགོས་པ་དེ་སྲིད་བར་དུ་ང་ཚོའི་སྐད་དང་རིག་གཞུང། མི་རིགས་གོམས་གཤིས། དེ་འགས་གནས་དགོས་ཀྱི་ཡོད་པ་སོང་ཙང། བདེ་མཁྱེན་རང་ལ་དཀའ་ལས་རྒྱག་གི་ཡིན་བོད་ཕྱི་ནང་གཉིས་ལ་དཀའ་ལས་ཞི་བར་འཕྲད་ཀྱི་ཡོད་རེད་ཡིན་པ་ཡིན་ནའི་ང་ཚོ་ཕྱི་ལོག་ལྟས་ངན་ཚོ་ལ་ཨ་ནི་གོ་སྐབས་ཡོད་རེད་དེ་འདྲས་སོང་ཙང་གོ་སྐབས་དེ་ཆོས་བཟོས་མ་མ་ཕྱིན་པར་དམ་འཛིན་བྱས་པའི་ཐོག་ནས་ཨ་ནི་དེ་གང་ལ་དཀའ་ལས་རྒྱབ་ནས་དེ་བྱེད་ཀྱི་ཡིན་ནུས་པ་སྟོན་གྱི་ཡིན་གཅིག་དེ་ཤོད་ཡིན་གཉིས་པ་དེ་ལ་ད་ང་ཚོ་རྔན་མ་དང་པོ་སླེབས་ཚར་བ་ཉིད་ནས་སྐུ་མདུན་གྱིས་ང་ཚོ་ཤེས་རིག་གི་ཕོངས་ནས་ཨ་ནི་ལྷག་པར་དུ་དེང་དུས་ཀྱི་སྐད་དང། སློབ་ཚན་དེ་ཚོ་དང་ཕྱི་ལོག་མི་འབྲེལ་བ་བྱེད་ཡ་དེ་ཚོས་ཕོངས་ཆེད་ང་རང་ཚོས་ལུང་པ་ཤོད་ཡ་ལ། ཀྱི་རྒྱུ་རྐྱེན་ཆེན་པོ་བྱས་ཡོད་པ་དེ་ཐུགས་ལ་དགོངས་བཅས་ལམ་སང་སླབ་གྲྭ་ཁག་ཅིག་གི་གཅིག་གི་སླེབས་མ་ཐག་པ་ནས་སླབ་གྲྭ་མང་པོ་བཙུགས་ཚར་བ་རེད་དེ་ནས་ཆེད་ང་རང་ཚོའི་སྐུ་མདུན་གྱི་དབུ་ཁྲིད་པའི་ཐོག་ནས་ང་ཚོའི་རྒན་རབས་གཙོས་ང་ཚོའི་ཕ་མ་གཙོས་སྤུན་དགུ་རང་ཉིད་ནས་དཀའ་ལས་ཞིབ་པོ་བརྒྱབ་ཡོད་རེད་ད་ད་ལྟ་བྱས་པ་ཡིན་ན་སྔ་མའི་གི་སྐུ་མདུན་གྱི་མཚན་བཟང་པོ་མ་འོངས་བོད་ཀྱི་སོན་རྩ་སུས་བཏགས་པ་ནང་བཞིན་བྱས་ནས་དེ་ང་ཚོའི་སྤུ་གུ་ཚོ་ལ་སློབ་སྦྱོང་ཞིབ་པོ་བྱོས་རེད་ང་ཚོའི་གཞོན་སྐྱེས་ཚོ་ལ་དངོས་གནས་སློབ་སྦྱོང་ཡག་པོ་བར་སྐྱེས་འདྲ་བ་ཡིན་ན་སྐྱེས་འདྲ་མ་འདྲ་བཤད་མཁན་དེང་དུས་རིག་པ་དང་འགྲོ་སྟངས་ཡག་ཐག་གཅོད་བྱེད་མཁན་གྱི་ནུས་པ་ཞུ་བཅུག་པར་བརྟེན། ཡིན་ནས་ང་ཚོ་མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ་ང་ཚོས་ནུས་པ་དེ་ག་ཚོད་བཏོན་ཐུབ་དགོས་པ་ཟེར་ན་ཕལ་ཆེན་ཕལ་ཆེན་ད་མི་ཡ་གའི་ཞབས་བཀྱག་སྒང་ལ་ཞུགས་ནས་ད་ལས་ཀ་བྱེད་མཁན་དེ་འགན་ལེ་ཚུལ་ཁ་ཁར་ཕྱག་ལས་གནང་མཁན་དེ་གི་འདི་མ་ཡིན་པའི་བྱེད་སྟངས་མི་སྒེར་རེ་རེ་རེ་ལ་ནུས་པ་ཞུ་བཅུག་ཡོད་པར་བརྟེན། ང་རང་ཚོའི་དཀའ་ལས་སྐྱེས་པའི་འབྲས་བུ་གི་སྐད་ཡིག་དང། འགྲོ་སྟངས་དང་ལུང་པའི་གཤིས་ལུགས་དང་གཅིག་དེ་འདྲའི་གི་ཐོག་ནས། ཞི་བ་ནུས་པ་ཡག་པོ་ཡོད་པར་བརྟེན་ཕལ་ཆེན་ཕལ་ཆེན་ང་ཚོས་ནུས་པ་དེ་ནས་བརྒྱ་ཆ་ཁ་ཤས་ཤིག་མ་གཏོགས། སྟོན་ཐུག་ཨ་ཡོད་བསམ་གྱི་འདུག་དེ་འདྲས་སོང་ཙང། དེ་འདྲས་ང་ཚོའི་ལོ་གཞོན་པ་ཚོས་གི་སློབ་སྦྱོང་དེ་དངོས་གནས་ཚོ་ང་རང་ཚོས་དཀའ་ལས་བརྒྱབ་ནས་བལྟ་བས་དུས། སྐུ་མདུན་ཡིད་བཞིན་ནོར་བུའི་དབུ་ཁྲིད་པའི་ཐོག་ནས་སྐུ་ངལ་བསྐྱོན་པའི་ཐོག་ནས་ང་ཚོ་ཚང་མས་ཧ་རུ་བ་རུ་བྱས་ནས་དཀའ་ལས་བརྒྱབ་པས་གི་འབྲས་བུ་འདི། དེ་འདྲས་གི་ནུས་པ་འདི་དེ་འདྲས་ང་ཚོའི་གི་རྩལ་འདི་ད་སྤྱི་ཚོགས་ནང་ལ་ང་ཚོའི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སྟོན་མ་ཐུག་ན་ཕངས་པོ་རེད་དེ་འདྲས་སོང་ཙང། འདིའི་སྒང་ལ་ངས་དཀའ་ལས་བརྒྱབ་ནས་ལམ་སྟོན་དང། སྣེ་ཁྲིད་དང་དེ་འདྲས་བྱས་ནས་དཀའ་ལས་བརྒྱབ་གི་ཡིན། འདི་དཔེ་མི་གཟིགས་གལ་ཆེན་པོ་འདུག་གཅིག་དེ་ཞུ་མེད་ད་དེ་འོས་དེ་ཚོའི་དང་འབྲེལ་བའི་ཐོག་ནས་ཨ་ནི་ང་ཚོས་རྒྱ་གར་ཚུད་པའི་གང་ལྟར་ཕྱི་ལོག་གི་རྒྱལ་ཁབ་མང་པོ་ཅིག་ལ་ཨ་ནི་རྒྱ་ནག་གི་གནས་ཚུལ་དེ་གའི་ཐེར་འདོན་བྱེད་དགོས་ཡ་ཆགས་བསྡད་ཡོད་རེད་བོད་ཀྱི་གནས་ལུགས་རྒྱལ་རབས་ལུགས་རྒྱུད་དེ་གའི་ཨ་ནི་ཕར་གསལ་པོ་བྱས་ནས་ངོ་སྤྲད་ཡ་ཆགས་བསྡད་ཡོད་རེད་ལྷག་པར་དུ་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་དེ་གའི་ལ་ཡ་དེའི་ནང་ནས་རྒྱལ་ཁབ་ཆེ་ཤོས་ང་རང་ཚོ་གནས་ས་ད་ལྟ། སྐྱབས་བཅོལ་ཞུ་ས་རྒྱ་གར་གྱི་མང་ཚོགས་ཚོ་དང་དཔོན་པོ་གཉིས་ཀས་ཤེས་དགོས་ཀྱི་ཡོད་རེད་བྱས་ཙང་ང་ཚོས་ད་ལྟ་ཁོང་ཚོས་ཤེས་འདོད་ཡོད་པ་དང་ཤེས་དགོས་ཀྱི་ཡོད་པ་དང་ང་ཚོ་ལ་བཤད་ཡས་ཡོད་པ་ཙམ་གྱིས་ང་ཚོས་བཤད་ཡས་ཡོད་པ་ཇི་ཙམ་ང་ཚོ་ལ་བཤད་ཡས་ཡོད་པ་བདེན་པ་ཡོད་པ་དེ་ཙམ་གྱིས་ང་ཚོས་ཕལ་ཆེན་རྒྱ་གར་གྱི་ནང་ལ་གསལ་བསྒྲགས་བྱེད་ཐུབ་ཀྱི་ཡོད་རེད་བས་སུ་ན་ན་ཁྱོད་ནས་ངས་བྱེད་ཐུབ་ཀྱི་ཡོད་རེད་དྲན་གྱི་མི་འདུག་རྒྱ་གར་ཤེས་མཁན་དང་མ་ཤེས་མཁན་བྱས་ན་མ་ཤེས་མཁན་རྦད་དེ་མང་བ་རེད་ཤེས་མཁན་ཚོས།

ཕྱི་ལོག་གི་སྔོན་ནས་བློ་གཟུ་བོར་གནས་པའི་མི་ཚོས་ཤེས་འདོད་ཡོད་རེད་དེ་ང་ཚོས་བཤད་ཐུབ་ཀྱི་མེད་པ་འདྲ་བོ་ཅིག་རེད། བཤད་རྒྱུ་བྱུང་མེད་པ་འདྲ་བོ་ཅིག་དེ་འདྲ་ཅིག་ངས་ཚོར་བསྡད་ཀྱི་ཡོད། དེ་འདྲས་སོང་ཙང་སྡིངས་རྒྱལ་ཁང་ལ་དཀའ་ལས་རྒྱག་གི་ཡིན། དེ་ནས་ད་གནས་ཚུལ་མང་པོ་ཞིབ་བྱས་དུས་ནས་དུས་སུ་ང་ཚོ་གནས་ཚུལ་གསར་བ་མང་པོ་ཞིབ་བྱས་དཀའ་ངལ་གསར་བ་ཞིབ་བྱས་ཡོང་སྐོར་ང་རང་བཙན་བྱོལ་ནང་ལས་ནས་དཀའ་ངལ་གྲལ་མགོར་བོད་ནང་ལས་འཕྲད་ངེས་ཡོད་རེད། དེ་ཉིད་ལས་ལྷག་པར་དུ་ང་ཚོ་བཙན་བྱོལ་ནང་ལ་བལྟས་ན་སྐད་དང་རིག་གཞུང་དང། ཡུལ་གོམས་པའི་གཤིས་ལུགས་དང་ང་རང་ཚོའི་བཟང་སྤྱོད་དང་དེ་འདྲ་ཅིག་མང་པོ་ཅིག་ལ་དཀའ་ལས་འཕྲད་ཀྱི་ཡོད་རེད། དེ་སྐད་དེ་དཀའ་ངལ་ག་འདྲས་འཕྲད་གོ་དེ་སྐད་ལ་གཙོ་བོ་ཉམས་ཞིབ་བྱས་ནས་ཉམས་ཞིབ་ཀྱི་ཐབས་ལམ་བསྟེན་པའི་ཐོག་ནས་རྒྱུ་དང་རྐྱེན་ག་རེ་རེད་ཤག་དེ་འདྲས་ཤེས་པའི་ཐོག་ནས་འདི་ཚོའི་སྒང་ལ། ཕ་གའི་དཀའ་ངལ་དང་ཏག་ཏག་འཚམ་པའི་གདོང་ལེན་དཀའ་ངལ་སེལ་ཡག་གི་ཐབས་ལམ་དངོས་གནས་ནས་གཅིག་གི་དཀའ་ངལ་གཙང་མར་སེལ་ཐུབ་ཡག་གི་ཐབས་ལམ་ག་རེ་ག་རེ་བསྟེན་དགོས་དོ་དེ་མ་གཏོགས་འཕྲལ་སེལ་གྱི་གཅིག་གི་རྨ་ལ་རྨ་མའི་ཆུ་རྨ་སྟེ་དོན་ཡག་དེ་རྒྱུ་མཚན་གཞན་པ་གཅིག་གིས་གཅིག་འཆིང་པ་དང་ཡག་པོ་མེད་པ་འདྲ་བོ་གང་ལྟར་ནང་གི་དབང་པོའི་ཆ་གཅིག་ལ་སྐྱོན་ཤོར་ནས་དེའི་གིས་ཕྱི་ལོགས་ལ་རྟགས་མཚན་ཙམ་གཅིག་གི་ན་ཚ་བྱུང་བས་སོ་ང་ཚོས་ཕྱི་ལོགས་དེ་ལ་རྨའི་ཆུ་རྨའི་ཆུ་དེ་ཨ་ནི་སྐབས་རེ་དྲག་སྐབས་རེ་ན་ཡང་སྐབས་རེ་དྲག་ཡང་ཉི་མ་ཁ་ཤས་དོན་གཅིག་གི་བར་འདི་ནང་བཞིན་གྱི། ཅེས་བྱེ་ཐང་གཅིག་ལ་མ་སོང་བ་བྱས་ནས། ཨ་ནེ། རྒྱབ་ལོག་གི་འགྱོ་རྒྱན་དངོས་གནས་དེ་རྐྱེན་རྩ་དངོས་གནས་དེ་ག་བར་ཐུག་འདུག་འདི་ལ་ཉམས་ཞིབ་ཆེ་བའི་ཐོག་ནས། ཨ་ནེ། ང་ཚོས་འདི་གར་སོང་རེས། དཀའ་ངལ་སེལ་ཡག་བའི། ཐབས་ལམ་དེ་བྱེད་ཀྱི་ཡིན། འོ་ད། དེ་འདྲའི་ཅིག་ཕལ་ཆེན་ཞུས་བཤད་ན་མང་པོ་ཆགས་ན་འགྲིག་གི་མི་འདུག་འོ་དེ་འདྲས་ཞུ་གི་ཡིན་དེ་འདྲས་སོང་ཙང་ཨ་ནེ་ཁ་སིང་སྔོན་འགྲོའི་སྐབས་ལས་རྣམ་པ་ཚོས་དཔེ་མི་སྲིད་འོས་མང་པོ་བླུགས་བཞག།

ད་ང་རང་འདྲ་བ་ཡིན་ན་ཆེ་དང་ཆུང་གཉིས་ཀྱི་ནང་ནས་ཆེས་གལ་ཆེ་མཁན་ག་དུས་ནས་ཆེས་གལ་ཆེར་བརྩི་མཁན་དེ་ཡིན། དེ་འདྲས་སོང་ན་མི་རིགས་དང། རྒྱལ་ཁབ་ཀྱི་ཆེད་དུ་ད་ནི་ཆ་ངན་ཆུང་ངན། ཆེ་ཆ་ཆུང་ཆུང་བྱེད་དགོས་ཡག་ཡིན་ན་དེའི་སྐབས་ལ་འཛེམ་ཟོན་ཁྱོད་ནས་བྱེད་མཁན་དེ་མེད། འོ་དེ་འདྲས་སོང་ཙང་རྣམ་པ་ཚོས་རྒྱབ་སྐྱོར་གནང་རོགས་གནང་བརྒྱུད་སྐུར་གནང་རོགས་གནང། ཨ་ནི།